དགའ་ལྡན་ཕོ་བྲང་གི་གོ་སྒྲིག་གི་འོག་ན་རྒྱ་གར་རིན་པོ་ཆེ་ཕ་ཁྱེར་དབུ་བཞུགས་ཀྱི་ཐོག་ནས་ཆོས་ལུགས་ཁག་གི་བསྟན་བདག་གི་བླ་ཆེན་རྣམ་པ་དང་ད་རི་བོ་དགེ་ལྡན་པའི་བླ་ཆེན་རྣམ་པ་ཆ་ཚང་འཛོམས་ནས་ཀྱི་རྒྱ་གར་རིན་པོ་ཆེའི་སྐུ་འཕྲང་བཅོ་ལྔ་བ་ད་ཕེབས་སྟངས་ཀྱི་སྐོར་གྱི་གནས་ཚུགས་འདི་ད་འཛའ་དྲག་གི་ཚོགས་ཡོད་པ་གྱི་གནས་སྟངས་ཤིག་དེ་འདྲ་རེད་ཤག་དེ་དེ་ཡིན་པའི་གནས་ཚུལ་དེ་སུས་བཤད་ཀྱི་འདུག་ལབ་ན་ད་དེ་དེ་གནས་ཚུལ་དེ་ད་གསལ་བོ་རེད་བསམ་གྱི་འདུག་ག་རེ་ན་ངས་ད་ཅང་སྐད་ཆ་འདྲི་ཡག་གི་བྱུང་མ་སོང་ར། དཀར་གཙང་སྤེན་པ་ཚེ་རིང་གི་དེའི་དྲ་ཐོག་བཤད་ཀི་འདུག་ཨ། ད་ལྟ་ཆོས་ལུགས་ཁག་གི་བླ་ཆེན་རྣམ་པ་ཚོ་འཛོམས་ནས་ཆོས་གནས་དེའི་སྐོར་ལ་གོ་བསྡུར་བྱས་བསྡད་ཡོད་རེད། ཚོགས་འདུ་དེའི་ཐོག་གི་གྲུབ་དོན་འདྲ་བོ་དང་ཚོགས་འདུ་དེའི་ཐོག་ནས་ཐག་གཅོད་ག་རེ་བྱུང་བ་དེ། ཨ་ནེ་སང་ཉིན་གནངས་ཉིན་རྒྱ་གར་རིན་པོ་ཆེ་གི་འཁྲུངས་སྐར་གི་ཉི་མ་དང་དགུང་ལོ་དགུ་བཅུ་སླེབས་པའི་གོ་སྟོན་གི་ཉི་མ་དེ་ཨ་ནེ་མ།

སྟབས་ཡག་ནི་ནི་རྒྱ་གར་འབུ་གཅིག་ད་ད་ད་དགུང་ལོ་དགུ་བཅུ་ནས་ཡ་ཕེབས་འགྲོ་དགོས་ད་ཡིན་ན། ཚོང་འདུ་གི་གནས་སྟངས་དེ་དེ་འདྲའི་འདྲ་བོ་ཅིག་རེད་དེ་བཟང་བཟང་བཟང་ད་ད་ལོ་སྐྱབས་མགོན་འབུ་གཅིག་གི་ནི་ད་ཞལ་བཀོད་ད་རེ་ཡིན་གྱིས་དེ་གཅིག་ནི་གཅིག་ཡིན་ཚོང་འདུ་དེ་ཚོགས་ནི་ད་ད་དེའི་ཐོག་ནས་ཐག་ག་རེ་བཞེས་ཀྱི་ཡོད་མེད་ན་དེ་རེད། དེ་གཅིག་ནི་ག་ལ་ཡིན་ཚོང་འདུ་དེ་གི་ཐོག་ལ་ད་ད་ཨོ་སི་བྷོར་ཨོ་སི་ལི་ཟེར་ད་ངོ་ནས་དྲངས་ནས་དེའི་ཐོག་ལ་ང་རང་ཚོ་གི་བསམ་ཚུལ་ཅིག་ནི་མ་བཤད་ནོར་སྔོན་ལ་ནི་ཚོགས་འདུ་དེ་དང་དེབ་འདི་གཉིས་གི་ཐོག་ལ་ད་ངས། ཨ་ནི་འབྲེལ་བ་ཆགས་སྟངས་འདྲ་བོ་ཅིག་བཤད་དགོས། ད་དེབ་འདི་ད་དྲ་ལམ་ཁག་ལ་ཁྱབ་བསྒྲགས་བྱས་པ་དེས་ད་རྣམ་པ་ཚོ་ཆ་ཚང་གི་གོ་བསྡད་ཡོད་རེད་དེབ་ཀློག་ཡོད་མི་ནས་ཚེ་ཀློག་པ་རེད། ཀློག་ན་ར་ཨ་ནི་ཚད་གཞི་ག་བ་ཅིག་ནས་ཀློག་གི་ཡོད་མེད་དེས་མི་སོ་སོ་གི་ཉམས་མྱོང་འདྲ་གོ་བ་མ་རེད་དེ་མི་སང་བ་ཀློག་མཁན་གི་དེབ་གཅིག་ན་ར་ཀློག་མཁན་གི་ཉམས་མྱོང་གི་ཁང་གི་དེའི་ནང་གི་གོ་བ་ཡང་ཁ་སོ་ཁ་སོ་ཐ་སོ་གི་ཁ་ཤིག་གི་དོ་སྣང་བྱེད་ས་ཁ་ཤིག་གི་དོ་སྣང་མ་བྱེད་ས་དེ་འདྲ་ཡོད་རེད་དེ་ཡིན་པ་སང་སང་ད་ང་འདྲ་བོ་ཡིན་ན།

ང་གར་གཙང་འདི་ང་ཚོ་གི་གྲོགས་པོ་ཅིག་ཡོད་ཡ། ཁོ་རྩ་ཆེན་འགྲོ་ཡིན་ཁོ་ཡང་ཚོགས་འདུ་དེ་འདྲའི་གི་རྩ་ལ་ནང་ལ་འགྲོ་ནས་བྱས་ནས་དེབ་ཐོག་ན་བཙོང་གོ་ཟེར་བ་ད་ལྟའི་འབའ་ཚང་ཚང་བོད་པ་ཚོ་དེ་གཅིག་གི་གཅིག་གི་ངོ་མ་ལྟ་རང་ལྟ་འདྲ་བོ་བྱས་ནས་དེབ་དེ་ཉོ་ཞེ་ཉོ་ནས་ཅིག་ཁོ་རང་གི་ཁྱེར་ཡོང་ནས་ནང་ལ་བཞག་ཞེ་ཁོ་དེབ་ཀློག་གོ་ཡོད་མ་རེད་ད་གི། ཨ་ནི་ཁོ་རྩ་ནས་ངའི་ཁྱེར་ཡོང་ཡིན་ང་འགྲོ་ནས་ཅིག་ལྟ་དགོས་ལབ་ནས། ང་དེབ་འདི་མ་ཡིན་ནོ་གི་སྔོན་ལ་ངོ་མ་འདི་སླེབས་སོང་ཡ་གར་རྩ། དེའི་དྲ་ཐོག་ལ་དེའི་གྲབས་འབྲིག་གི་དེབ་དེ་འགྲོ་གི་འདུག་ཨ། དྲ་དེབ་དེ་ང་དྲ་དེབ་དེ་རག་སོང་གྲོགས་པོ་ཚོ་གི་རྩ་ནས་དེ་རིགས་གང་ལ་ཅིག་ཀློག་ཡིན། ད་ངས་དེབ་འདིའི་ནང་གི་ད་དེ་རིང་གི་ཚོགས་འདུ་དེ་དང་ད་ད་ལྟ་གདམ་ཚ་འཚོགས་འདུག་པའི་དེ་དང་དེ་ཚོ་ལ་སྒྲོ་བཏགས་ནས་བཤད་ཡ་ཟིན་ན་མི་འདུག་དེ་ནང་གི་ངས་གཅིག་དོར་སྣང་འདྲ་བོ་གལ་ཆེ་ཤོས་གང་བྱས་ཡིན་ན་གུ་ནང་ན་གཅིག་རྒྱ་ནག་དང་མཉམ་པོ་རྒྱ་རིན་པོ་ཆེ་ད་དེབ་འདི་ལ་ཐམ་ག་རེ་བརྒྱབ་ཡོང་དགོས་ན་དང་པོ་དེ་ལ་དེབ་འདིའི་ནང་ལ་རྒྱ་རིན་པོ་ཆེ་གི་རྒྱ་ནག་དང་འབྲེལ་བའི་ཨ་ནི་ད་ལྟ་བར་དུ་ད་ཨ་ནི། པེ་ཅིན་དང་པར་ལ་དྭགས་བོད་རྒྱ་ཞི་མོལ་རྩིས་ན་རི་བྲིས་མོ་ཆེ་རྒྱུག་གི་དེའི་བརྒྱུད་རིམ་གྱི་ཡིག་ཆ་རེད་དེ་གཟུགས་དང་དེའི་ཐོག་ལ་རྒྱ་གར་འབོ་ཆེ་གི་དགོངས་ཚུལ་དེ་དེ་ག་རེ་ཡོད་མེད་དེ་གསལ་བོ་བཟོ་གི་ཡིན་དེ་གསལ་བོ་དེའི་ནང་ལ་བཤད་ཡོད་རྩིས་ད་དེབ་འདིའི་ཞི་ལོག་གི་ཅིག་ཐུམ་འདྲ་བོ་དེ་འདྲའི་ཅིག་ནས་ཡོང་གི་ཡོད་རེད་དེ་ཅིག་ནས་གང་ལ། ཞི་ལོག་གི་ཁྱབ་བསྒྲགས་དེ་རེད་ཡིན་ན་ད་འདིའི་ནང་གི་དོན་དག་གཙོ་བོ་དེ་ག་རེ་རེད་ཟེར་ན། རྒྱ་གར་རིན་པོ་ཆེ་གི་ཡང་སྲིད་དུ་མུ་མཐུད་དུ་ཕེབས་དགོས་ཡ་གི་གནད་དོན་དེ་བསྟི་ཞེས་སྐོར་ལྟ། རྒྱ་གར་རིན་པོ་ཆེ་གལ་ཆེན་པོ་ཡིན་པ་ཡང་སྲིད་མུ་མཐུད་དུ་ཕེབས་དགོས་ཡ་དེའི་ཁོ་རང་གི་བསྟི་ཞེས་དགོས་ཡ་གི་དོན་དག་གཙོ་བོ་རེད་ཡིན་ནམ་མ་ཡོང་ནི་གང་ལ་བོད་རྒྱ་ཞི་མོ་དང་འབྲེལ་གི་ཨ་ནི་རྒྱ་ནག་ལ་གྲོས་མོལ་བྱེད་གི་ག་ལ་ཡོད་ད་ཡིག་ཆ་དེ་ཡིན་ཟེར་དེབ་འདི་གཅིག་གི་ད་ཁྱབ་བསྒྲགས་གཙོ་བོ་བསྟི་བྱས་ད་དེ་སྐྱབས་མགོན་རིན་པོ་ཆེ་གི་དངོས་བླངས་བྲིས་རྒྱུ་ནང་ན་ངས་འདི་ནང་ནས་གང་བཤད་གཉིས་སྒྲོག་དགོས་ཡོད་རེད་ཟེར་ན། སྐྱབས་མགོན་པོ་ཆེའི་དངོས་གནང་དེའི་ནང་ན་ངས་ད་ལྟ་བར་དུ་རྒྱ་ནག་བར་དུ་འབྲེལ་བ་བྱས་བྱས་ནས་བྱས། ད་ལོ་དུས་ཕྱིས་དུ་ཕྱིས་ཀྱི་ནང་རྒྱ་ནག་འབྲེལ་བ་བྱས་ནས་ལགས་སུ་ཁུངས་མ་འཁྱོལ་ཀྱང་ཨ་ནེ་རྗེ་མོ་ལ་ལམ་འགྲོ་མ་བྱུང་ཀྱང་དེ་ཡིན་ཟིག་དེ་བྱས་པར་ད་དེ་ཡིན་པ་སོང་ཙང་དེའི་བར་ལ་རྒྱ་ནག་དང་བར་ལ་ཡིག་འབྲེལ་འདྲ་དེ་ག་རེ་བྱུང་བ་ཡིན་ན་ཨ་ནེ་གཉིས་འདི་ས་བོ་བཟོ་གི་ཡིན་ཟིག་ད་དེབ་དེའི་ནང་ལ་སྤྱིར་བཏང་འདྲ་བོ་རིམ་པ་དེ་ནས་ཡོང་ཡོད་རེད་བ་དེ་ཡིན་པ་སོང་ཙང་དེའི་ཞལ་སློབ་ཀྱི་ཁྱབ་བསྒྲགས་རེད་དེ་རིམ་པ་དེ་རེད། ཡིན་ན་དེབ་དེའི་ནང་གི་རྒྱ་ནག་ལ་འབྲེལ་བ་བྱེད་རྒྱུ་གོ་གོ་རིམ་དག་གསལ་བོ་ཅིག་མ་རེད། དེའི་ནང་ནས་ཁོ་ཚོ་བཤད་དགོས་ཡ་དེ་བཤད། བཤད་མ་དགོས་ཡ་དེ་མ་བཤད་སྦས་དགོས་ཡ་དེ་སྦས་ནི་ཅིག་ད་དུ་སུ་ཅིག་ནི་ཡོང་ཡོད་པའི་གནས་ཚུལ་ཅིག་རེད་དེ་འབའ་སོང་རྒྱ་ནག་གི་གནས་ཚུལ་དེ་ཁ་གསལ་བོ་མ་རེད་ད་དེབ་འདིའི་ནང་ནས་དངོས་གནས་དྲངས་ནས་བཤད་ཉེས་སྤྲོད་པ་དེ་གང་ཡིན་ན་རྒྱ་གར་འབའ་ཞིག་བོད་ལ་གལ་ཆེན་པོ་ཡིན་པ་རྒྱ་གར་འབའ་ཞིག་གི་ཡང་སྲིད་དེ་མུ་མཐུད་དུ་བྱོན་དགོས་ཀྱི་ཡོད་པ་དེ་རེད།

འོ་ད་གཟུགས་དེ་ད་གེ་ཆེན་པོ་ཤ་ཏོག་དེ་འབའ་སོང་ཙང་དེབ་འདི་གི་གྲུབ་ཤ་གཙོ་བོ་དེ་རྒྱ་གར་འབུ་ཆེ་གེ་ཆེན་པོ་ཡིན་པ་དེ་ཡང་སྲིད་མུ་མཐུད་དུ་ཕེབས་དགོས་ཡ་དེ་རེད་དེ་འབའ་སོང་ཙང་ད་གེ་གར་ཙང་གི་ཚོགས་འདུ་དེ་ལ་ཨ་ནི་འབྲེལ་བ་ཡོད་པ་གི་རྒྱུ་མཚན་ད་ད་ལྟ་ཚོགས་འདུ་བ་དེ་དེ་གཉིས་གི་བར་གི་ང་ཚོ་ལིངས་གཞི་ལ་མ་ལངས་ན་དེ་གཉིས་བར་གི་རྒྱན་ཁི་དེ་ང་ཚོ་གཙོ་ཆེ་ནས་མཐུད་དགོས་རེད་དེ་བྱས་ནས་ང་ད་སང་ཉིན་དེབ་གློག་གནས་དེ་ཚོགས་གི་ད་བོད་ཡིག་ར་ཐོག་ཐོན་དགོས་རྒྱ་ཡིག་ཐོག་ཐོན་དགོས་དེ་བྱས་ནས་ང་ལ་རྣམ་པ་ཚོགས་གི་གཏོར་སྣང་བྱེད་དགོས་ས་གི་ཤོག་ཁ་ཤིག་ཟིག་ངེས་དེ་ཡང་དེ་ཟ་འུ་ཅི་བཟོ་འི། དེབ་འདིའི་ནང་ནས་ཅིག་བཤད་ཀྱི་ཡོད་པའི་བཟོ་འདྲ་བོ་ཞིག་ཡིན་ན་དངོས་གནས་དྲང་ནས་དོན་དག་གི་རྒྱབ་ལྗོངས་ལ་ཁོ་ཚོ་ག་རེ་སྦས་བཞག་ཡོད་ཅེས་པར་དེའི་སྐོར་དུ་ངས་ད་ལྟ་སྔོན་ལ་བཤད་ཤིང། དེ་བྱས་ནས་གང་ལ་ད་དེབ་འདིའི་ནང་ནས་ཡང་སྲིད་དུ་གལ་ཆེན་པོ་ཡིན་པ་དང་དེ་ཚད་དགོས་པ་དང་དེའི་ཚད་ཡག་གི་དབང་ཆ་སེ་ཡོད་པ་དང་འདིའི་ནང་ན་གལ་ཆེ་ཤོས་ཟིག་དེ་བཤད་དགོས་རེད་དེ་བཤད་སྟངས་ག་འདྲས་རེད་ཟེར་ན་བཤད་སྟངས་གཉིས་ཀྱི་དངོས་ཤིག་ཅིག་བཤད་དགོས་རེད།

བོད་ཀྱི་ཉེ་རབས་ཀྱི་ལོ་རྒྱུས་ཀྱི་སྒང་གི་ཁུངས་མ་འཁྱོལ་པའི་གནས་ཚུལ་ཆ་ཚང་འདིའི་བར་ལ་བྱུང་བ་རེད། སྐུ་དྲག་ཚོས་ནང་ཚང་རྒྱབ་ཡ་བླ་ཆེན་ཚོས་མཐུག་པ་རྒྱབ་ཡ་ནས་ད་རྒྱལ་བཙོང་ཟེར་ན་ལས་ཀ་མ་རབ་བྱེད་ཡ་ད་ཅིག་ཆ་ཚང། འདི་བྱུང་བ་རེད་འདི་བྱེད་དགོས་རེད། དེའི་བར་ལ་ནང་པ་ཚོས་གཏོར་ནང་བྱེད་དགོས་ཅིག་རེད། འདིའི་བར་ལ་ཆག་སྒོ་ཞེ་བོ་བྱུང་ཡོད་རེད་དེ་རིང་རྫ་དྲག་ར་གཉན་འཕྲང་རེད་བས་ཟེར་ན་རེད། ཡིན་ན་རྒྱ་རིན་པོ་ཆེ་སྐུ་འཚོ་བཞུགས་ཡིན་པའི་ཁ་ཐུག་ལ། རེད་བ། སྤྱིར་བཏང་རྒྱ་དམར་ང་བ་ཚོས་སྐུ་བཞུགས་པའི་ཁ་ཐུག་ལ། གཟིམ་ཁང་གོང་འོག་གཉིས་ཀ་འགལ་བ་བྱས་ནས་ཀྱི་རྒྱལ་བ་རིན་པོ་ཆེ་ཡོད་པའི་ཁ་ཐུག་ལ་བོད་ཀྱི་ནང་ལ་བཀྲ་ཤིས་པ་གཅིག་བྱུང་མེད་པ་འདི་ཁྱོད་ཚོ་ག་རེ་བྱས་བྱས་གོ་མ་རེད་བ། དེ་ཡིན་པ་སོང་ཙང་རྒྱལ་བ་རིན་པོ་ཆེ་མེད་པའི་ཁ་ཐུག་ལ་བོད་ཀྱི་ནང་ཆག་སྒོ་བྱུང་སོང་པ་ཙམ་མ་རེད་རྒྱལ་བ་རིན་པོ་ཆེ་ཡོད་པའི་ཁ་ཐུག་ལ་ཆག་སྒོ་ག་རེ་བྱས་བྱུང་གོ་རེད་ང་ཚོ་དེའི་ཐོག་ནས་ལོག་མཁན་ཚོ་གི་སང་ཉིན་ཨིན་ཇིའི་མ་ལག་ནང་ཧྥོ་ཁི་སི་གཅིག་བལྟས་བྱས་གོ་རེད།

དེ་ཅི་ནི་གང་ལ་ད་ཁོ་ཚོ་ག་རེ། ཞེས་བསྐོར་ན་རྒྱ་གར་རིན་པོ་ཆེ་ག་དེ་འདྲས་ད་མཚམས་མཚམས་ཐུགས་དགོངས་ལ་དེ་འདྲས་འདྲ་བོ་ཅིག་དགོངས་ཚུལ་དེ་འདྲས་ཡོང་ཡོད་སྲིད། རྒྱ་གར་རིན་པོ་ཆེ་ག་རེ་གསུངས་བསྐོར་ན་ང། འདི་དེབ་འདིའི་ནང་ན་ད་རྒྱ་གར་རིན་པོ་ཆེ་གི་མིང་ཐོག་ནས་བྲིས་རྒྱུགས་སྲིད་བསྐོར་ད་ང་ཚོ་འདིའི་ཐོག་ཞེས་བཀོད་ཕྱིར་རྒྱ་གར་རིན་པོ་ཆེ་མིང་ཐོག་ནས་བྲིས་རྒྱུགས་ཀྱི་དེབ་འདི་རྒྱ་གར་རིན་པོ་ཆེ་གི་མཚན་ནི་བེད་སྤྱོད་བཏང་ནས་ཅི། ཨ། ད་ག་རེ་ཞེས་བསྐོར་ན་ང་མེད་ན། བོད་ཀྱི་མགོ་ཡང་བསྐྱིར་ཕྱག་སྒོ་ཡོང་གི་རེད་ཚེ་བོད་མི་མང་སེམས་ཁྲལ་ཡོང་བ་རེད་ཚེ་ང་མེད་ན། ད་རྒྱ་དབང་གཅིག་གསུམ་པ་གི་བཀའ་མ་བརྩིས་ན་བོད་ཀྱི་མགོ་ཆག་སྒོ་ཡོང་པ་གང་འགྲིག། ཆག་སྒོ་ཆ་ཚང་བོད་ཀྱི་གྲ་མ་ཤེས་པ་ཆ་ཚང་རྒྱ་དབང་གཅིག་གསུམ་པ་བཤགས་པ་དང་བྱོས་བཞི་པའི་རྒྱལ་སྲིད་ཕྱི་སྲིད་མ་བཞེས་ནོ་གི་དུས་མཚམས་དེ་ཡིན་པ་གཏན་འཁེལ། ད་ད་ལྟའི་སྐབས་ལ་ནི་རྒྱ་དབང་བྱོས་བཞི་པ་གལ་སྲིད་བྱང་དུ་བཤགས་པ་ཡིན་ན་ད་མི་མང་ང་སེམས་ཁྲིད་ཡོད། ད་ཡང་མགོ་ཆག་སྒོ་ག་རེ་བྱུང་གི་ཡོད་ན། རེད་ད་ཅག་གུ་ཡོ་ནི་སེམས་ཁྲིད་ཡོ་ནི་ཁག་གཟིགས་ཡོ་ཀྱི་རེད་ངན་ད་སེམས་ཁྲིད་དུ་སེམས་ཁྲིད་གི་ལ་ཁི་ནི་ཟིག་ར་མ་རེད་དེའི་སེམས་ཁྲིད་དེ་རེད་ད་ད་བོད་གི་མགོ་ཆག་གུ་གི་རིན་པ་ནི་བཤད་དགོ་ན་ཟིག་གོ་ད་ཆག་གུ་གི་རིན་པ་ནི་བཤད་དགོ་གི་ཡོ་ན་ད་ད་འདི་ལི་ལྷག་གི་ཆག་གུ་ཅིག་ཡོང་ཡ་ཡོ་ན་རྒྱ་ཤོར་མར་འདི་གི་ག་ཚིག་ད་འདི་བཟོ་ལྷག་བ་ལི་བྱེད་དགོ་ཅིག་ད་ད་ནི་མི་རིགས་རྩ་མེད་འགྲོ་ཡ་རེད་ད་དེ་རེད་དེ་མ་གཏོགས་ད། སྤྱིར་བཏང་མི་རིགས་གཅིག་ཆགས་འགོ་འཛུགས་ཀྱི་ག་ཚོད་ནས་སྐྱོབ་མི་ཐུབ་ཐུབ་མ་ཐུབ་སོགས་ཞིག་གམ་ང་ཚོས་བསམ་བློ་ཞིག་གཏོང་དགོས་དུས་རླབས་ཆེ་བའི་འགོ་ཁྲིད་རེ་གཉིས་ཀ་རག་ལས་ཀྱི་མ་རེད། རྒྱུན་མཐུད་པའི་ཤེས་ཡོན་དང་སློབ་གསོ་གི་ལམ་ལུགས་ཞིག་ག་རག་ལས། དེ་ཡིན་པ་སོང་སོང་ཁོ་རང་ཚོ་གི་ད་དེབ་འདིའི་ཁྱིམ་མིའི་རྣམ་པ་ཚོ་གི་གང་བཤད་གཉིས་གྲོགས་པོ་མིན་ན། རྒྱལ་བ་རིན་པོ་ཆེའི་ཡོད་པ་དང་མེད་པ་དང་དེས་དེའི་བཀའ་མ་བརྩིས་པ་དང་མེད་པའི་ཁ་མཚམས་དེ་ག་ངས་ཅུང་སོང་བ་རེད་བ། རྒྱལ་བ་རིན་པོ་ཆེའི་ཡོད་པ་བཞི་བཞག་གི་ཐོག་ནས་ང་ཚོ་ཆོས་སྲིད་ཟུང་འབྲེལ་གྱི་གྲ་མ་ཤེས་རྒྱུ་གི་ལམ་ལུགས་ཞིག་གྲུབ་ཡོང་ནས་འདིའི་ག་ངས་བཟོ་རྒྱུར།

ཆབ་སྲིད་ཀྱི་འཛིན་སྐྱོང་གི་མགོ་སེར་མོ་བ་ཟིག་སླེབས་འདུག་རྩམ་རྩི་མར་དང། དེ་དང་འབྲེལ་བའི་ཤེས་ཡོན་གྱི་ལམ་ལུགས། དེ་དང་འབྲེལ་བའི་མི་སེར་གྱི་ནང་ལ་གོ་རྟོགས་སྤེལ་སྟངས་ཀྱི་ལམ་ལུགས། དེ་དང་འབྲེལ་བའི་ད་འབངས་མི་སེར་གྱི་སྤྱིར་བཏང་གི་སློབ་གསོ་གི་ལམ་ལུགས་ཤིག་རག་ལས་ཡོད་ད། དེ་ཡིན་པ་སོང་ཙང་འོ་ན་ཁྱོད་རང་ཚོ་གིས་དེའི་ཐོག་ལ་དོགས་འདྲི་ཚིག་གཅིག་བྱེད་ཐུབ་ཡོད་མ་རེད། དུ་མ་སྐྱེས་པའི་རྒྱུ་མཚན་ཡོད་རེད་གོ། དུ་དུ་མ་ཤེས་པ་ཡིན་གྱི་མ་རེད་ད་རྒྱལ་བ་རིན་པོ་ཆེ་དེའི་ཐོག་ལ་ནི་ལྷག་བསམ་རྣམ་དག་ཡིན་སྲིད་ག་རེ་ཟོར་ད་ངོ་ནས་ཅིག་དེའི་ཐོག་ལ་ཅིག་དགོངས་ཚད་མེད་ན་རེད། ཐུབ་བསྟན་སྦྱིན་པ་རེད་འདི་རྒྱལ་བ་རིན་པོ་ཆེ་གི་མཚན་གནས་བེད་སྤྱོད་བཏང་གི་དེབ་བྲིས་ནས་འདི་བཟོ་གི་དེའི་ལམ་ལུགས་དེ་ག་རེ་མེད་ཧ་གོ་རོ། དེའི་ཐོག་ལ་དོགས་པ་ཅིག་ལ་ཟ་གོ་མ་རེད། རེད་རྒྱལ་བ་རིན་པོ་ཆེ་མེད་པའི་ཁ་ཐུག་རེད་ག་མ་བརྩིས་པའི་ཁག་ཐུག་ལ་བྱུང་དཀའ་ངལ་དེ་དུས་སུ་བྱུང་པ་རེད་བ་སྤྱིར་ལམ་ལུགས་འདིའི་འོག་ནས་དཀའ་ངལ་བྱུང་སོང་པ་རེད་དེ་གཉིས་དབྱེ་བ་འདུག་མི་འདུག་མི་མང་གི་དེའི་ཐོག་ལ་དོ་སྣང་ཅིག་བྱེད།

བོད་མི་མང་གི་ཐག་བཅད་དགོས་ན། ད་ད་ཟླ་དམ་བསལ་ལ་འཚོགས་ད་ཡོད་པ་གི་ཅིག། ད་ཆེ་ཆེ་རྒྱལ་ཁག་གི་ཅིག་བླ་ཆེན་འདི་ཚོ་ད་ཁོ་ཚོ་རིགས་གཅིག་པ་འདྲ་བོ་འདི་ཚོ་ཡར་སྐད་བཏང། དེའི་ཁྱབ་ཁོང་བ་ནས་དགེ་ལུགས་པ་གི་ད་གང་མང་མང་ཚོ་ཡོང་ནས་ཅིག་ད་མང་མིའི་ནས་སྤྱི་མིའི་ནས་ཅིག་གི་ཐག་བཅད་ནས་ཅིག། རྒྱལ་བ་རིན་པོ་ཆེ་དགོས་གི་རེད་ཅིག་ད་ཁོ་ཚོ་གི་ཏི་ཐག་བཅད་བྱས་ན། དེ་ད་རྒྱ་རིན་པོ་ཆེ་དགའ་ལྷུབ་དེས་ལན་བརྒྱབ་སོང་བ་རེད། ད་དེའི་ཐོག་ནས་དགའ་ལྷུབ་དེས་ཁོ་ཚོ་ལན་བརྒྱབ་ཐུབ་ཀྱི་ཡིན་པ་དང་རྒྱ་རིན་པོ་ཆེ་གི་དགའ་མོས་དེས་ཁོ་ཚོ་གསེར་ལ་འཇོག་ཐུབ་ཀྱི་ཡིན་པ། བོད་རྒྱ་ཆེའི་མི་མང་དགོ་གི་འདུག་ཟེར་ཏེ་ཁོ་ཚོ་སྡང་ཚུལ་ཡོད་ད་སྡང་ཚུལ་ཡོད་པའི་ཐོག་ནས་ད་གར་བྱེད་དགོས་ན་ཡ་ད་རྒྱ་རིན་པོ་ཆེ་གི་དགའ་མོ་དེས་ཡང་སྲིད་དགོས་ཡ་ཐུབ་བོད་མི་མང་གི་ཐག་བཅད་པ་ཡིན་ན།

ད་ལོ་དེ་འདྲའི་ཞིག་ག་དར་ཡོང་ནོ་གི་དུས་ཚོད་འདི་ད་དེ་རང་བོད་མི་མང་ཁར་ཐུབ་ག་བ་ཡོད་དུ་གླུ་གར་གཤམ་ཁུ་ཅང་བཤད་དགོས་གི་མ་རེད་ང་ཚོ་མི་སོ་སོ་སོ་སོ་གི་ཁ་དྲང་པོ་དྲག་ན་མ་དྲག་ན་ད་དེ་སོ་སོ་གི་སེམས་ན་ད་བཟའ་བོ་ཅིག་ནས་བསྡད་ཡོད་རེད་ན་དོན་དེ་རེད་ད་དེ་ཡིན་ན་ཨ་ནེ་ད་ཤེས་རིག་གི་ཆ་ནས་ད་ང་ཚོ་ཆབ་སྲིད་གི་ལོ་རྒྱུས་གི་ཆ་ནས་ག་རེ་ཡོད་མེད་དེ་ང་ཚོ་གི་ཅང་བཤད་དགོས་མ་རེད་ང་ཚོ་ཆ་ཚང་ལ་ངོ་འཕྲོད་བ་ཞིག་རེད་བོད་མི་མང་གི་མྱོང་ཚོར་ད་མྱོང་ཐུབ་པ་ཚོར་ཐུབ་པ་ཞིག་རེད།

སངས་རྒྱས་ཆོས་ལུགས་འདི་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་མ་ལག་ཚང་པ་དགའ། སྒོམ་སྒྲུབ་པའི་ཉམས་ལེན་གྱིས་སངས་རྒྱས་ཆོས་ལུགས་སྒྲུབ་པ་ཉམས་ལེན་དབྱེ་གཅིག་གི་མ་ལག་ཟིག་བཟོ་རྒྱུ་ལས་སླ་བ་གི་ཆབ་སྲིད་ཀྱི་མ་ལག་ཟིག་བཟོ་བ་རེད་ད། དེའི་ནང་ནས་བྱུང་སོང་རྒྱུ་གི་དེ་ད་དགེ་ལུགས་པར་འདི་ཚོ་གི་གྲུབ་མཐའ་གི་ནང་བཅུག་ནས་ཅིག་ད་དེ་ལ་ད་ཆབ་སྲིད་ཀྱི་དབང་ཆ་ཡོད་ནས་ད་ཅིག་ཅིག་བཟོ་སྟངས་ཅིག་ཡོད་ར་འགྲེལ་བཤད་བརྒྱབ་ནས་ཅིག

ཁ་ཤུགས་ཆེ་ཆུང་གི་ཚད་མེད་ཅིང་རྒྱ་བ་རིན་པོ་ཆེས་འགྲོ་གསུངས་པའི་ཆ་ཞིག་ད་ལྟ་འདི་སྐབས་ལ་ད་ང་ཚོ་ད་ལྟར་ཧུ་ནི་ལྷག་སྐྱོ་གི་དགེ་ལུགས་པའི་ནང་གི་ལ་ཕྱིན་ད་ང་ཚོ་ད་ལྟ་བྱས་ན་བླ་མ་ཆབ་སྲིད་པ་ཟམ་གདོང་ར་འདི་བཟོ་གི་ཐུབ་བསྟན་སྦྱིན་པ་ར་འདི་བཟོ་གི་ཡིག་ཐོག་ནས་ཡང་ནས་དྲིལ་བསྒྲགས་ཀྱིས་རྒྱལ་རབས་ལོ་རྒྱུས་ར་ནུ་མོ་འདི་ཁེལ་ཡོང་དེ་ལ་ཟམ་གདོང་ར་འདི་བཟོ་གི་ཇིའི་འཐེན་ཚོགས་འདུ་འཚོགས་གནང་ཁེལ་བཙུགས་ནས་རྒྱ་བ་རིན་པོ་ཆེས་གི་ཁྱི་ཚོ་གི་ཁྲི་ཤོག་ར། ཁྱོད་རང་ཚོ་གི་ཁར་ཐུབ་དེ་གི་བོད་རྒྱ་ཆེའི་མི་མང་གི་ད་ཕའི་དང་བ་འདྲེན་ཐུབ་ནས་གི་ཡང་སྲིད་ཚིག་ཁྱོད་རང་ཚོ་གི་བཟོ་ཐུབ་ས་རེད་བས། ངོ་མ་གི་རབ་དྲང་ར་སྟག་དྲག་ར་དེ་ཚོ་དངོས་གནས་བཤད་ཡོང་ན་ད་ཆབ་སྲིད་ནང་མ་ཤི་གོང་གི་སྐབས་ལ་རྩོད་མེད་ཡོངས་གྲགས་གི་བླ་མ་འདྲ་བོ་རེད་བ། ཆབ་སྲིད་གི་ལབ་རྒྱུ་ལང་རྒྱུ་ར་སྐད་མེད་བ། ད་ད་ཁྱོད་རང་ཚོས་དུམ་བུ་དུམ་བུ་བྱེད་འགྲོ་གི་ཡོད་བ། རེད་བ། དེ་ཡིན་པ་སོང་ཙང་ཁྱོད་རང་ཚོ་ལག་པ་ནས་ཡོང་རྒྱུ་གི་ད་ལས་དེ་ལ་བོད་རིགས་ད་ཁག་ཅིག་ཡོད་ཀྱི་རེད་ནའི་བདག་ཉིད་ཆེན་པོ་རེད་འདི་ཚོ་གི་ད་བཤད་པ་ཡིན་ན་ད་དཔེ་དེ་ད་ཡིན་ཤག་བྱས་ནས་ཡིན་ན་རྒྱ་ཆ་གི་མི་ང་ཟིག་གི་ངས་དེ་ན་དེ་ཁས་ལེན་བྱེད་གི་མ་རེད་བསམ་གི་འདུག་ང་ཚོ་འདྲ་བོ་སེམས་ཐག་ཡིན་ད་ང་ཚོ་ད་ལས་ལ་མ་མེད་པ་ནང་བཞིན་རྒྱ་བ་རིན་པོ་ཆེ་གི་དགོངས་གཞི་དག་མ་དེ་སྒྲུབ་འདི་ཅིག་ང་མེད་པ་ནང་བཞིན་བསམ་བློ་བཏང་རོགས་བྱོས་ཟེར་རྒྱ་བ་རིན་པོ་ཆེ་ཁོང་འདི་མེད་པ་ནང་བཞིན་བསམ་བློ་བཏང་ཡ་མ་ཟེར། སོ་སོའི་འཇོན་ན་མ་འཇོན་ན་ཡང་སྲིད་ད་དེ་བས་ཀྱང་མེད་པ་ནང་བཞིན་བསམ་བློ་བཏང་ཡོད་དེ་ང་ཚོས་ན་རྩོམ་ར་དེ་སྔོན་མ་ནས་བྲིས་ཡོད། རེད་བ། བསྟན་པ་སངས་སོ་ད་བླ་ཆེན་རྣམ་པ་ཚོ་ད་ཁྱོད་རང་ཚོ་གི་ཅིག་ཁྲིད་ཡོང་ན་རེད་དེ་མ་འོངས་པ་ན་ཡང་སྲིད་ཕེབས་ཀྱི་ཡིན་ལབ་ཡ་ཙམ་གི་ཆབ་སྲིད་གི་རྙོག་དྲ་ཆགས་འགྲོ་ཡ་མ་ཤི་ཁྱོད་རང་ཚོ་གི་ཚུར་ཤོག་ནས་ཅིག་ཁྲིད་ཡོང་བ་དེ་གི་རེད་ད་དངོས་གནས་དྲང་ནས་ཕན་ཐོག་མ་རེད་ད་ད་ད་རྒྱ་དབང་ཇུས་བཞི་པ་ནང་བཞིན་གི་མཚན་སྙན་གྲགས་ཚིག་ཆགས་མ་རེད་ད་དེ་ལ། དུས་རབས་ཀྱི་ལོ་རྒྱུས་ཀྱི་ཕྱོགས་མང་པོ་ནས་རྒྱབ་ལྗོངས་ཀྱི་དུས་ཡོད་མ་རེད་དེ་ཡིན་པ་སོང་ཙང་ད་རེས་ཀྱི་བསྟན་བདག་གི་བླ་ཆེན་རྣམ་པ་ཚོ་འོ་ད་ཅིག་ངོ་ནས་ཅིག་ཐག་གཅོད་ཙིག་བྱེད་ཐུབ་ན་འོ་ད་དེ་ཚོ་རིགས་དེ་ཅིག་ཡིན་དེ་ཡིན་པ་སོང་ཙང་ད་ཡང་སེལ་མེད་པ་ནང་བཞིན་བསམ་བློ་ཅིག་བཏང་ཐུབ་ཀྱི་འདུག་འདུག་ཁྱོད་ཚོ་ཤེས་དགོས་ཀྱི་མ་རེད་དགེ་ལུགས་པའི་བླ་མ་གི་ནང་གི་རྒྱ་གང་ང་བ་རེད་ད་ཡང་སྲིད་སྲི་ཨེ་འདི་རྫ་ནས་རྫི་ནས་རེད་འདི་ཚོ་ལ་ཁུངས་ལུང་གི་ཡོད་མ་རེད་རྒྱ་གང་ང་བ་གི་སོང་ཡོད་རེད་བཙན་བྱོལ་ནང་ནས་རེད་བླ་མ་ཆབ་སྲིད་པ་བླ་མ་དེ་གར་ས

ཁྱབ་པར་དུ་རྒྱ་གར་འབུ་གཅིག་གི་འཚོ་བཞིའི་སྐབས་ལ་ད་ཕེབས་ཡ་མེད་ཟེར་ཞོར་དུ་ཅི་ཐུབ་ན་སྔོན་ནས་དེའི་བོད་ཀྱི་བསྟན་པ་ཆབ་སྲིད་བོད་ནཱ་ལེནྡྲའི་རིག་གཞུང་ཆ་ཚང་ལ་ཞབས་ཕྱི་བླ་ན་མེད་པ་ཅིག་རེད་ད་ངས་བསམ་བློ་བཏང་ཞོག་ཡིན་ན་དེ་འདྲ་བོ་ཞིག་ཡིན། ནི་ད། ད་ད་ལྟ་གི་དེའི་ང་ཚོ།

ད་སྐད་ཆ་ཞིག་ལ་ཇག་རིན་པོ་ཆེ་གི་དེབ་འདི་དག་ནི་ངས་ད་ལྟ་གང་ནས་བཤད་ནས་པེ་ཅིན་དང་པར་ལ་ཡིག་འབྲི་བྱེད་རྒྱུ་ར་རྒྱ་ནག་གི་བོན་རིགས་ཚོ་མཉམ་པོ་འབྲེལ་བ་བྱེད་རྒྱུ་དེ་ཡིན་ཟིག་ད་དེ་བཤད་དུས་འབྲེལ་བ་དེའི་ནང་ན་ཁ་གསལ་བོ་དང་མ་གསལ་བོ་གཉིས་ཆ་ཡོད་རེད་ཡིན་ན་ད་དེའི་ནང་ནས་ཡིག་ཆ་བཀོལ་ཟིག་པེ་ཅིན་ན་བཅད་བྱ་རྒྱུ་གི་ཡིག་ཆ་བཀོལ་ཟིག་ཞེ་དྲག་ཞིག་བྱའོ་ཟིག་ད་ངས་དང་པོ་དེབ་དེའི་ནང་ནས་དོར་དང་བསྡད་བྱུང། ང་དེབ་འདི་ལག་མ་ཡོང་ལོག་གི་སྔོན་ནས་ངས་དྲ་དེབ་ཐོག་ནས་དེ་ཆ་ཚང་ཀློག་ཚར་ཡིན་མི་འདུག་ཡ་དེའི་ནང་ལ།

པེ་ཅིང་གི་རུ་ཞིབ་བསྒྲགས་བྱས་ཚར་ང་ཚོ་ངེས་མེད་རུ་བསྒྲགས་ཚར་རེད་ད་ངོ་ནས་བཤད་ན་ང་ཚོ་མ་བསྒྲགས་ནོ་སྔོན་ལ་པེ་ཅིང་གི་དུ་ཆ་ཚང་མ་རུ་བསྒྲགས་བྱས་ཡ་ཡིན་ན་ད་དེ་དེ་བྱས་ནས་བྱས་ནས་པེ་ཅིང་གི་དུ་བསྒྲགས་ཚར་ང་ཚོ་དུ་ཆ་ཚང་མཐོང་ཚར་དེ་ཕྱི་དྲིལ་ལས་ཁུངས་གི་ནང་ན་དེབ་སྦྱང་ཁུལ་ཅིག་ཡོད་རྣམ་པ་ཚོ་ལྟར་ད་འདིའི་ནང་ན་མང་ཆེ་བ་དེ་རེད་ད་དེ་ལས་ཚིན་གི་ཡིག་ཆ་ཁ་ཤས་ཅིག་ཡོད་རེད་ད།

ཡེ་ཤ་ད་བཟོ་པའི་ཁ་ཐིག་ལ། དེ། ཟམ་གདོང་རིན་པོ་ཆེ་སྐབས་དོན་འཁྲོལ་བ་ཡིན་པའི་ཁ་ཐིག་རེད། ང་ཚོ་དེའི་བོད་གཞུང་གི་ལས་བྱེད་དེ་འདྲ་རེད། དེའི་ཁ་ཐིག་ལ་ང་རང་ཚོ་གིར་དེའི་ཡིག་ཆ་དེའི་གི་ཅིག་ད། རྒྱབ་ཆ་ཚལ་རོགས་ར་དུ་མོ་དེའི་ཐོག་ལ་ཅིག་བཤད་ཞབས་ཕྱི་ཕྲན་ལ་ཕྲན་བུ་ཞུས་ཡོད་རེད། དེའི་ཐོག་ནས་ག་རེ་བཤད་དགོས་ན། ཡིག་ཆ་ད་རྒྱ་བ་རིན་པོ་ཆེ་གི་མ་ར་ཡིད་ཆེས་བློ་འགུལ་ཅིག་ནས། དེ། ད་ག་ཤ་བ་མ་ར་སྤྲད་ནས་ག་ཤ་གི་བཟོ་ཚར་བའི་རྗེས་ལ་རྒྱ་བ་རིན་པོ་ཆེ་གི་ད་ཅིག་གཟིགས་ཡོད་མ་རེད་ད་བཤད་ཀྱི་ཡོད་མ་རེད་ཡིན་ན་རྒྱ་བ་རིན་པོ་ཆེ་གི་དགོངས་གཞི་བཟོ་ད་ར་ཅིག་བཤད་རྒྱུ་མ་རེད། ང་རང་ཚོ་གཉིས་ནས་འཇོན་གི་མེད་ན་ཡོད་མདོག་མདོག་བྱས་ནས་ཤི། ཨ་ནེའི་བསམ་གདོང་ལ་ཆ་བཞག་ན་ད་ཤི་ཐག་གསལ་མདོག་བྱེད་ཀི་ཡིན། པེ་ཅིན་ཨ་རིག་པའི་གཞུང་ལུགས་ཀྱི་ཐོག་ནས་ཁུངས་སྐྱེལ་ཏེ་ཨ་ནེ་པེ་ཅིན་ཨ་མ་རང་གཉའ་ཆག་གི་ཡིན་ཟིག་ད་དེ་འདྲའི་འདྲ་བོ་ཅིག་བཤད་ནས་ཤི། མ་ཁེ་སི་ར། ལེ་ཉིན་ར་འདི་ཚོ་གི་རིག་པའི་གཞུང་ལུགས་དྲངས་ནས་མི་རིགས་ས་གནས་རང་སྐྱོང་གི་ཁྲིམས་ར་དེ་ཁུངས་གཏུགས་ནས་ཤི། ཨ་ནེ་ཁི་པེ་ཅིན་ཨ་ཤི་མོ་ཤི་གི་ཡིན་བསམ་གདོང་ར་ཚོ་དེ་འདྲས་བཤད་ནས་སྐྱག་རིང་པོ་ཅིག་ཡ་ད་འཇོན་ན་བྱས་ཤོག་ཟིག་ད་དེ་འདྲའི་འདྲ་བོ་ཅིག་རེད། ཡིན་ན་ཡིག་ཆ་དེ་དུས་སུ་བྱས་ནས་སྤྲད་ཡོང་ནི་གང་ལ་ཡིག་ཆ་དེའི་སྐོར་ལ་གནས་ཚུལ་བྱུང་སོང་བ་རེད་ཟམ་གདོང་འདི་ཚོ་གི་ཚ་གེ་ཚི་གེ་ཇི་མར་སྤྲད་པར་བ་སམ་གདོང་བར་བལྟས་ན་རྒྱ་རི་རིན་པོ་ཆེ་རྒྱ་རིན་པོ་ཆེ་མིག་སེར་སྐེ་ཚབ་ཁོ་ཡོད་རེད་ད་ག་ནང་བཞིན་གྱི་ད་ཟླ་སྐལ་བཟང་རྒྱལ་མཚན་ད་བསྡད་ཡོད་བ་དེ་ཇི་ནས་མིག་སེར་སྐེ་ཚབ་དེ་ཚོ་ཡོད་རེད་རྒྱ་རིན་པོ་ཆེ་གྲོངས་ཚར་མ་ཐག་ཁོ་ཚོ་གཅིག་གི་མ་ར་ཁི་ནས་རྒྱ་ནག་ལ་སྤྲད་རྒྱུ་རེད་དེ་ཁོང་མ་འཁྱོལ་ལ་ཡང་བསྐྱར་འགྲེལ་བཤད་ལ་ཡོད་རེད། ད་ཏི་ཆ་ཚང་རྒྱ་གར་རིན་པོ་ཆེ་གི་དགོངས་གཞི་ཡིན་པ་ད་ཏི་ཡིག་ཆ་གལ་ཆེན་པོ་རྒྱ་གར་རིན་པོ་ཆེ་ཏི་ཡིག་ཆ་ཏི་གལ་ཆེན་པོ་རེད་ན་རེད་ཡིན་ན་ཏི་རྒྱ་གར་རིན་པོ་ཆེ་གི་ད་དེ་ལ་གཟིགས་ཞིབ་གཟིགས་གནང་བ་རེད་དངོས་གནས་རྒྱ་གར་རིན་པོ་ཆེ་གི་ཐུགས་དགོངས་ན་ཡོད་སྐྱོ་གི་ཡིག་ཆ་ཅིག་ཏི་ཕྱི་སྐོར་ན་ཡོད་མ་རེད་མ་གལ་སྲིད་ལེ་ཉིན་རང་རིགས་ཀི་མི་རིགས་ཀི་ས་གནས་རང་སྐྱོང་རྩ་ཁྲིམས་ཉང་གི་ཅིག་བཅའ་ཁྲིམས་ནང་གི་ཉག་གི་ཉོ་སྟོང་ཏི་ཅིག་རྒྱ་གར་རིན་པོ་ཆེ་འདྲ་ཡོད་མ་རེད་ད།

ཀྱིས་རྒྱ་གར་རིན་པོ་ཆེའི་དབུ་སྐོར་ཞིག་ནས་སྤྱི་ཚོགས་བར་མ་བསྟན་པའི་ཐོག་ནས་ཡིག་ཆ་དུ་མ་ཚུགས་པེ་ཅིན་ལ་སྤྲད་པ་རེད། ཨ་ནི་པེ་ཅིན་གྱི་སྲིད་བློན་དང་མི་རྣམས་མ་སྟེ་དེ་ང་ཚོའི་ངོས་ནས་ཕར་སྤྲད་པ་དེ་ཁྲིམས་འགལ་ཡིན་ཟེར་ཡིག་ཆ་དེའི་ཐོག་ལབ་ཀྱི་བླངས་ཀྱི་ལུང་པ་གང་བྱུང་ནས་བརྗེས་ནས་ཨ་ནི་ད་དེ་བྱས་ནས་གང་ལ། ཨ་ནི་རྒྱ་གར་རིན་པོ་ཆེ་གི་གཙུག་བྱ་རྒྱུག་གི་སྒྲིག་འཛུགས་ཟམ་གདོང་བརྩིས་མེད་བཏང་ན་སྒྲིག་འཛུགས་ཁོ་རང་ལ་དོ་ཕོག་འགྲོ་གི་ཡོད་པ་སོང་ཙང་རྒྱ་གར་རིན་པོ་ཆེ་གི་ད་དེ

ད་ལྟ། ཡིག་ཆ་དེ་རྒྱ་གར་འབུ་ཞིག་གི་མིང་ཐོག་བཞག་ནས་ཀྱིས་རྒྱ་གར་འབུ་ཞིག་གི་ཡིག་ཆ་བཟོ་བཞག་ན་དེའི་སྲི་དཀར་པོ་ཞིག་བསྐོར་ན་ད་ད་ད་གི་དགའ་ལྡན་ཕོ་བྲང་གི་གཙོ་སྐྱོང་པ་ཚོས་ན་རེ་ཟམ་གདོང་ར་ད་འདི་བཟོ་གི་ཤོག་ཏོག་ཟིག་གཙང་མ་ཞིག་འགྲོ་གི་རེད། བོད་ཀྱི་རྒྱལ་རབས་ལོ་རྒྱུས་སྐྱོང་ར་སྐོར་ད་འདི་བཟོ།

དབུ་མའི་ལམ་གྱི་རྒྱལ་སྲས་གཟུགས་ཀྱི་རྟགས་དབུ་མའི་ལམ་ཞེས་ཐུགས་རྗེའི་དགའ་བ་འགྲོ། འདིའི་ནང་ནས་དེབ་འདི་སང་ཉིན་ལོག་རྒྱུ་ད་གཟོད། འདིའི་ནང་གི་ནང་འགལ་གྱི་བྱ་བྱིའུ་བོར་བ། བད་དུ་བད་དུ་ཐུག་མ་ཐུག་རྒྱུ། བཀའ་ཤག་དེ་བཟོ་རིགས་ཡོང་དགོས། ད་ནི་ད་ང་ཚོ་ཐང་ཆད་ད་ཡིན་ནར་སོ་སོས་སོ་སོ་འབབ་ས་ཅིག་བཟོ་དགོས་ད་རྒྱ་རིན་པོ་ཆེ་ལ་འབབ་ས་རྒྱ་རིན་པོ་ཆེ་གིས་བཟོ་ཞེས་ད་ཟེར་གི་མེད་ད། རྒྱ་ནག་དཔོན་རིགས་ཚོ་ད་རེ་བ་མི་འདུག་སྲིད་ཡིན་ན་དབུ་མའི་ལམ་གྱི་སྲིད་སྤྱི་ར་འདི་ཚོ་ལ་ད་ད་ད་རེ་བ་དཔེ་མེད་སྐྱོན་མ་རེད་ཞེས་རྒྱ་ནག་གི་ཤེས་ཡོན་པ་མང་པོ་ཚིག་གི་ནས་རྒྱབ་སྐྱོར་བྱེད་གི་འདུག་ཟིག་ད་ཅིག་བཤད་རོགས་རེད་རྒྱ་ནག་ཤེས་ཡོན་པ་རྣམས་ན་རང་བཙན་ན་རྒྱབ་སྐྱོར་བྱས་ནས་སྡོམ་ནག་དེ་ཡོད་རེད་འོ་མའི་ལ་མ་རྒྱབ་སྐྱོར་བྱས་ནས་སྡོམ་ནག་དེ་ཡོད་རེད་ད་ཡིན་ན་རེད་མིན་ན་རེད་གང་ལྟར་བཤད་དེ་ནི་མང་པོ་ཡོད་རེད་ཨ་ནི་འོ་མའི་ལམ་གི་སྲིད་སྤྱི་དེ་གི་དགའ་དྲི་ན་ཨ་ནི་རྒྱ་རིགས་གི་ལྟ་ན་ན་སྒྲོང་སྙིང་ལྗིད་མོ་དེ་འདྲས་འདུག་ང་ཚོ་ཝང་ལི་ཤུན་འདྲ་ཚེ་རང་འོད་ཟེར་ད་ཝང་ལི་ཤུན་ནི་ཚེ་རང་འོད་ཟེར་གི་ང་ཚོ་ཁྱོ་ག་དེ་རེད་བོད་གི་དམག་པ་རེད་ཁོ་བོ་རྒྱ་ནག་གི་ལོ་བརྒྱ་ར་ཉིས་བརྒྱ་གི་ནང་ལ་ཤི་ཡོན་པ་དེ་འདྲས་རེས་གི་གཉིས་གི་མ་ཤི་ཐོན་འདུག་པ་མི་ཁན་ཚ་དེ་འདྲས་རེད། བོད་ཀྱི་མདོག་གཡས་མཐོར་གྱི་ང་ཉི་ཞིབ་བཅས་ནས་ལོ་མང་པོའི་གདན་ནས་རྨ་ཆེན་འབྲི་ཆུ་ཀྱི་མགོ་ནུས་ལས་འཇིགས་པར་དར་མ་ཆུ་ཚོད་ནང་ནས་ཕྱིར་སྐྱ་བརྒྱབ་ནས་ཀྱི་རྨ་ཆུ་ཀྱི་ནང་ལ་དུས་སུ་འགྲོ་ནས་རྦད་དེ་ངན་ཆུང་བ་དང་ད་ཅིག་ཡིད་ངེས་རྟོག་ཤེས་པ་དང་དེ་འདྲའི་རེད་དེ་འདྲའི་རྒྱ་མི་རིགས་ནང་ག་ཚད་རེད་དེ་འདྲའི་གི་མི་ཞིག་དང་ཚེ་རང་བོ་སེར་ད་ང་ཚོ་བོད་མོ་རུ་བ་དེ་ཡིན་པ་སོང་ཙང་ཁོ་རང་ཚོ་མཉམ་པོ་དྲ་ཐོག་བ་ཅིག་ཕེབས་སོང་ཚེ་དེ་མཉམ་པོ་ནས་ལིག་ཞོ་པོ་ར་ད་འདི་ཚོ་ཁ་ཤི་ཚིག་ག་ནས་རྒྱ་རིན་པོ་ཆེ་གི་དབུ་མའི་ལམ་གྱི་སྲིད་སྤྱི་ལ་རྒྱབ་སྐྱོར་འདུག་ཟེར་གྱི་འདུག་ཟེར།

ད་ཡིན་ན་རྒྱ་གར་རིན་པོ་ཆེ་གི་ད་དབུ་མའི་ལམ་གི་ཡག་པོ་ཡིན་པ་དང་དེའི་སྲིད་ཇུས་དེ་ད་ནམ་རྒྱུན་བཤད་དོ་དེ་དེ་ཡིན་པ་སོང་ཙང་རྡ་རམ་ས་ལ་ནན་ཇཱ་མང་པོ་ཡོང་གི་ཡོད་པ་དང་བེ་ཇིན་ནང་ནས་ནང་པ་མང་རུ་འགྲོ་གི་ཡོད་པ་དང་རྒྱ་ནག་ནན་ཇཱ་ཡོང་ནས་ད་དེ་ཟུ་ཆ་ཚང་གི་བོད་ལ་ཅིག་རྒྱབ་སྐྱོར་བྱེད་གི་ཡོད་པའི་རྣམ་པ་བཤད་ཁུར་ད་གལ་སྲིད་དེ་ཡིན་ན། གནས་ཚུལ་གཅིག་གནས་ཚུལ་ཚབས་ཆེན་གཅིག་བྱུང་བ་རེད་ང་ཚོ་དེའི་ནང་ནས། སྔོན་མ། ང་ཚོ་བོད་ལ་ཚོགས་པ་ཆུ་དགུ་ཆུ་གསུམ་ཚོགས་པ་ཟེར་དེའི་གི་རྡ་རམ་ས་ནས་ཨ་ནི་འགྲེམས་སྟོན་འཛུགས་བྱས་ནས་ཨ་ནི་བོད་ནང་གི་ད། བོད་པ་གི་མི་བསད་རྒྱུ་རེད་ཚོའི་སྐོར་ལ་འགྲེམས་སྟོན་བྱས་ནས་ཅིག་རྒྱ་གར་རིན་པོ་ཆེ་འཇའ་གི་ཡོང་ནས་ཀྱི་སྐྱེས་མི་ཅིག

དེའི་རིགས་དེ་བར་དང། པེ་ཅིང་གི་ལ་འབྲེལ་བ་བྱས་ནས་རྒྱ་གིས་དམངས་ཁྲོད་ནང་ན་བོད་པ་ལ་རྒྱབ་སྐྱོར་བྱེད་གི་ཡོད་ན་བོད་པ་གི་དམངས་ཁྲོད་སྐར་ཚ་བོད་པ་གི་མི་དམངས་ལ་གདོང་སེམས་མཉམ་སྐྱེ་བྱེད་གི་ཡོད་ན་གདོང་སེམས་མཉམ་སྐྱེ་བྱེད་སྟངས་བྱེད་ནོ་གི་ནང་ན་རྒྱ་མིའི་དེའི་རིགས་དེ་བར་དང། དེ་གང་ནས་བྱུང་བར་ན་རྒྱ་རིན་པོ་ཆེ་གི་དད་ལྡན་པ་ཡིན་ལབ་ནས་ཙང་ཙིག་མ་ཡིན་པེ་ཅིང་ནས་དེ་རྡ་རམ་ས་ལ་ཡོང་རྒྱ་རིན་པོ་ཆེ་གི་ཕོབ་གྲངས་གི་འདབས་ནས་ད་ནས་ཚིག་དེ་བྱུང་བར་དེ་རྒྱ་རིན་པོ་ཆེ་བྱིན་པར་ད་ནས་ཚིག་དེ

ནི་འཕགས་པ་སྤྱན་རིས་དགའ་གྲུབ་ནི་ཁོ་ཚོ་ངོ་མ་དེ་བཤད་གི་འདུག་དེ་ལ་ང་ཚོ་གི་མཁར་དུང་ཁྲ་མ་ཞིག་བཏང་འོང་ནི་གང་ལ་ད་རེས་ཁོ་ཚོ་གི་རྒྱ་གར་རིན་པོ་ཆེ་གི་བཀའ་སློབ་ཅིག་བསམ་བཞིན་དེའི་ནང་ལ་དྲངས་ཤིང། གང་དྲངས་གི་འདུག་ལབ་ན། རྒྱ་གར་རིན་པོ་ཆེ་གི། བོད་ཀི་བདག་པོ་པེ་ཅིན་ར་མ་རི་ད་ཏཱ་ལའི་བླ་མ་ར་མ་རི་བོད་མི་མང་གི་ཐག་བཅད་ཀིར་སེ་ཅིག་བོར་བ་ཧོ་ད་དེ་འདྲས་ཅིག་ནང་ལ་བྲིས་བཤད་ད་དེ་ཙམ་ཟིག་ཡིན་ན་འདིའི་ནང་གི་ཅིག་གནས་ཚུལ་ཤོག་ཅིག་དེ་རེད།

ཡིན་ན་ད་བོད་པ་གི་ངེད་ནས་ངས་ད་ལྟ་བཤད་ན། ད་ལྟ་གི་གཏན་བདག་གི་བླ་ཆེན་དེ་ཚོ་ར་རྒྱ་རིན་པོ་ཆེ་གི་འདིའི་ཐོག་ལ་བཀའ་སློབ་ནན་མོ་ཅིག་གནང་ན་ངོ་ནས་དྲང་བདེན་མཚམས་བཞག་ཐུབ་པའི་ཞོར་དུ་ངས་དེ་བྱེད་བྱེད་གི་ཡོད་ན་བསམ་གི་འདུག་ག་རེ་ཡིན་ན། ད་ལྟ་གི་བོད་པ་གི་ཞིང་འབྲོག་མང་ཚོགས་དེ་རྒྱ་བོད་ཆིངས་གི་ཡང་སྲིད་གཙོ་དགོས་གི་མེད་སའི་གོ་ནོར་གི་གཅིག་གནས་ཚུལ་ཚིག་ན་བསྡད་ཡོད་མ་རེད།

རྒྱལ་སྲས་དགའ་ལྡན་ཕོ་བྲང་གི་ལམ་ལུགས་འདི། བོད་ཀྱི་ཆབ་སྲིད་ཀྱི་ནང་ནས་རྦད་དེ་རྒྱ་གར་རིན་པོ་ཆེ་གི་སྲིད་དབང་གི་ནས་རྩིས་སྤྲོད་བྱིན་པ་ནང་བཞིན་གྱི་ནས་ཀྱི་གཙང་མ་འཐེན་ནས། ད་ལྟ་ཟམ་གདོང་ར་འདི་ཚོ་གི་ཡི་གེ་བཅའ་ཁྲིམས་གི་སྒང་ལ་ཅིག་བྲིས་བྱ་བ་ཀྱོ་གི་རྒྱ་གར་རིན་པོ་ཆེ་ལ་ག་རེ་ལྷན་སྐྱེས་ཟིན་ན་ཅིག་གི་ནས་སྐུ་དབང་གཅིག་ཡོད་རེད་གཉིས་ཡོད་རེད་ཟེར་ཡ་གི་དུ་དུ་ཚོ་ཆ་ཚང་མ་རེད་དོ་ནས་ཀྱི། དགའ་ལྡན་ཕོ་བྲང་དངོས་ནས་བོད་ཀྱི་ཆབ་སྲིད་དང་མ་འབྲེལ་པ།

ཡིན་ན་དགའ་ཚལ་ཕོ་བྲང་ཐེབས་རྩ་བཟོ་ཚར་རེད་ཡིན་གཅིག་མི་གཉིས་ཡང་སྲིད་ཀྱི་ཐོག་འགྲོ་དགོས་ཡ་དེ་འདྲའི་སྔོན་མ་གི་དེ་འདྲའི་མ་རེད་ད་ཡིན་ན་མ་འོངས་པ་ན་ཡང་སྲིད་མེད་ན་དེའི་གོར་དེ་ཚོ་མུ་མཐུད་དུ་བཟོས་བསྡུ་མ་ཐུབ་པ་དེ་འདྲའི་ཡོང་སྲིད་དེ་ཡིན་པ་སོང་ཙང་དགའ་ལྡན་ཕོ་བྲང་གི་ཏཱ་ལའི་བླ་མ་གི་ཡང་སྲིད་བརྩིགས་ཡང་སྤྱིར་བོད་མི་རིགས་ཀྱི་མགོ་བཞག་མི་བཞག་དེ་ད་ད་འདའི་སྐབས་ལ་ཆ་བཞག་ན། བཅའ་ཁྲིམས་ནང་གི་དེ་ཚོ་ཟམ་གདོང་འདི་ཚོ་ཁྲིད་བྱ་རྒྱུ་དེ་གཙང་མ་བཟོ་ནས་ཅིག་དེ་མེད་པ་བཟོ་ཚར་བའི་རྗེས་ནས་དགའ་ལྡན་ཕོ་བྲང་བོད་ཀྱི་ཆབ་སྲིད་དང་མ་འདྲེས་པའི་ཕོབ་གྲངས་སྒར་ས་ནི་བླ་བྲང་གཅིག་བཟོ་ས་ན་དེ་ནས་བཟུང་སྟེ་ཡང་སྲིད་དམར་སྒོ་ནི་ག་རེ་དམར་སྒོ་ག་རེ་རྣམ་པ་ཚོ་ཐུགས་ཐག་བཅད་ན་ང་ཚོ་འབྲེལ་བ་མེད་ཟེར་དེ་ཞུས་ཡོད་དེ་མ་གཏོགས་ང་ཚོ་ཡང་སྲིད་དང་འབྲེལ་བ་མེད་པའི་གནད་དོན་གྱི་ཐོག་ལ་ང་ཚོ་དེ་ཡང་སྲིད་མེད་པ་ནང་བཞིན་བསམ་བློ་བཏང་ནས་དེ་ཡིན་པ་ང་ཚོ་སྔོན་མ་ནས་རྩོམ་ར་དེ་བྲིས་ཡོད་ད་རེས་དེབ་འདི་ཀློག་ནས་བཟོ་གི་རྣམ་པ་ད་སང་ཉིན་ནང་ནས་བོད་ཡིག་གི་ཐོག་ཐོན་ཡོང་གི་རེད་དེ་ཅིན་ཡང་ན། རྣམ་པ་གཙོ་བོ་བོད་ཡིག་ཀློག་ནི་གཅིག་ནི་ལྟར། ད་དེབ་འདིའི་ནང་ནས་སྒྲུབ་བྱ་བོད་རྒྱ་ཞིབ་མོ་དྲ་ཐུང་དུ་ལུང་པ་གང་བཤད་ཁ་ཞིག་ད་ལྟ་དོན་དང་དོན་རྟོགས་དེ་ད་ད་ལྟ་ཡང་སྲིད་དེ་བཤད་སྐོར་ད་དེའི་དུ་ནི་དགྲ་བོ་གི་ཚོགས་འདི་རུ་ཚུགས་སྐོར་བསྟན་པ་སོང་ཙང་དེབ་འདི་གཟུགས་ཀྱི་ནང་དོན་འདྲ་བོ་དེ་དེ་འདྲའི་གཅིག་རེད་ང་ཚོ་གི་སེམས་ཁྲིད་ཀྱི་ཡོང་གཞི་འདྲ་བོ་ར་དེ་འདྲའི་གཅིག་ཡིན་ཨ་ནི་ཐུགས་རྗེ་ཆེ་ད་དེ་རང་གི་བསླབ་བྱ་ལོངས་ཤིག་རང་བོད་ཆགས་སོང་ཉིན་མཚམས་འདི་བཞག་གིན།